མ་རིག་པ་ཞེས་ལབ་པ་ཡིན་ན་སྤྱིར་བཏང་མ་རིག་པ་ལབ་དེ་གང་ལ་བདག་འཛིན་མ་རིག་པ། ནི་འཁོར་བའི་རྩ་བར་གྱུར་པའི་མ་རིག་པ། དེ་གང་རེད་ལབ་ན་ནི་བདག་འཛིན་ནམ་ཡང་ན་དེ་ཁོ་ན་ཉིད་ལ་སྤོང་བའི་མ་རིག་པ་དེ་རེད་སྐབས་འདིར་བཤད་པ་དེ་བདེན་བྱའི་གནས་ལུགས་ལ་རྨོངས་པའི་མ་རིག་པ། བདེན་པ་ཞིག་གི་འཇུག་ལྡོག་མི་ཤེས་པ། དཔེར་ན་ལྷའི་ཀུན་སྦྱོང་ལ་བརྟེན་ནས་འབྲས་བུ་སྡུག་བསྔལ་འབྱུང་ཚུལ་དང་ཡང་ན་ལམ་ལྷ་པ་གསུམ་ལ་བརྟེན་ནས་འབྲས་བུ་འགོག་བདེན་སྐྱེ་གི་ཡོད་པ་ལ་སོགས་པའི་བདེན་བཞིའི་འཇུག་ལྡོག་གི་རིམ་པ་དེ་ལ་རྨོངས་པའི་མ་རིག་པ་དེ་རེད། དེ་ནས་ཐེ་ཚོམ་ཉོན་མོངས་ཅན་ནི་རྣམ་གཞག་མང་ཡང་འདིར་བདེན་པ་དང་ལས་འབྲས་ལ་དབྱེ་གཉིས་ཟ་བ་སྟེ་དབྱེ་མི་ཕྱེད་པའི་སེམས་བྱུང། སྐབས་འདིར་བཤད་པའི་ཐེ་ཚོམ་ཟེར་བ་སྟེ་བདེན་པ་དང་ལས་འབྲས་སོགས་ལ་དབྱེ་མི་ཕྱེད་པ་བདེན་པ་ཞེས་ལབ་པ་ཡིན་ན། ནི་དོན་དམ་བདེན་པ་དཔེར་ན་བདག་མེད་པའི་གནས་ཚུལ་དང་སྟོང་པ་ཉིད་ཀྱི་གནས་ཚུལ་ལ་སོགས་པ། ནི་ལས་འབྲས་ཞེས་ལབ་པ་ཡིན་ན་ལས། དགེ་བ་ལས་འབྲས་བུ་བདེ་བ་འབྱུང་བ་དང་ལས་སྡིག་པ་ལས་འབྲས་བུ་མི་བདེ་བ་འབྱུང་བ་ལ་སོགས་པས་ནི་བཏང་སྟེ་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་ལ་སོགས་པའི་སྐབས་སུ། ལས་དང་འབྲས་བུ་ཟེར་ནས་མང་པོ་ཅིག་གསུང་གི་འདུག་སྟེ་དེ་བདེན་པ་ཡིན་ན་མིན་ན་མཉན་པ་དེ་ལ་ཐེ་ཚོམ་ཉོན་མོངས་ཅན་ཞེས་ལབ་ཀྱི་ཡོད་པ་རེད། དེ་ནས་ལྟ་བ་ཉོན་མོངས་ཅན་ཤེས་རབ་ཀྱི་ཆར་གཏོགས་པ་ཡུལ་སྐྱེས་གནས་ཚུལ་དང་མི་མཐུན་པར་རྨོངས་པའི་རྣམ་པ་ཅན་ལྟ་བ་ངན་པ་ལོག་ལྟ་སོགས་ཀྱི་རྟེན་བྱེད་པ། འདིའི་སྐབས་ཀྱི་ལྟ་བ་ཉོན་མོངས་ཅན་ཟེར་བ་དེ་ནི་གང་རང་གི་ངོ་བོ་དེ་ཤེས་རབ་ཀྱི་ཆ་ལ་བཏགས་པ་དེ་འདྲ་ཅིག་རེད། ཤེས་རབ་དང་འདྲ་བ་ཡང་ན་ཤེས་རབ་ཀྱི་རྣམ་པ་དེ་འདྲ་ཅིག་རེད། ཡང་ན་ཁོང་རང་གི་ཆེད་ལས་དེ་ཡུལ་གྱི་གནས་ཚུལ་ལ་རྨོངས་པ། ཡུལ་གྱི་གནས་ཚུལ་ལ་རྨོངས་ཚུལ་དེ་དཔེ་མང་པོ་ཡོད་རེད་དོན་དམ་གྱི་གནས་ཚུལ་ལ་རྨོངས་པ་ཀུན་རྫོབ་ཀྱི་གནས་ལུགས་ལ་རྨོངས་པ། དཔེར་ན་ང་ཚོ་ཉི་མ་རེ་རེ་བཞིན་གྱི་ཆར་བ་གི་འཇུག་ལྡོག་ལ་རྨོངས་པ་བདེན་པ་གཤིས་ཀྱི་འཇུག་ལྡོག་ལ་རྨོངས་པ་ལ་སོགས་པ་རྨོངས་ཚུལ་མང་པོ་ཅིག་ཡོད་རེད། འོ་དེའི་ནང་ནས་ལྟ་བ་ཉོན་མོངས་ཅན་ལབ་དེ་གང་ལ་སྤྱིར་བཏང་གི་ཆ་ནས་ཡུལ་གྱི་གནས་ཚུལ་ལ་རྨོངས་པ། འོ་དེ་འདྲ་ཅིག་རེད། ཡུལ་སྐྱེས་ནི་ཚུལ་ཧ་མི་གོ་བ་དེ་འདྲ་ཅིག་རེད། བྱེ་བྲག་འདི་དང་འདི་ཞེས་བྱ་བ་ནི་མེད་པ་རེད། ཡིན་ཙང་ལྟ་བ་རྔམ་པ་ལོག་ལྟ་ལ་སོགས་ཀྱིས་རྟེན་བྱས་པ། གང་ལྟར་ལོག་ལྟ་ཡིན་ན་ཡང་ཡུལ་སྐྱེས་ནི་ཚུལ་ལ་རྨོངས་པ་རེད་འཇིག་ལྟ་ཡིན་ན་ཡང་ཡུལ་སྐྱེས་ནི་ཚུལ་ལ་རྨོངས་པ་རེད། ཡིན་ཙང་ལྟ་བ་ཉོན་མོངས་ཅན་ཟེར་བ་འདི་མདོར་བལྟས་ན། འཇིག་ལྟ་དང་མཐར་ལྟ་དང་ལོག་ལྟ་ལ་སོགས་པ་སྐྱེ་བའི་རྟེན་བྱས་པ། ལྟ་བ་ཉོན་མོངས་ཅན་ཡོད་པ་ཡིན་ཙང་འཇིག་ལྟ་སྐྱེས་ཐུབ་ཀྱི་ཡོད་པ་རེད་ལྟ་བ་ཉོན་མོངས་ཅན་ཡོད་པ་ཡིན་ཙང་ལོག་ལྟ་སྐྱེས་ཐུབ་ཀྱི་ཡོད་པ་རེད་སྤྱིའི་ཆ་ནི་ཡུལ་ལ་རྨོངས་པའི་ལྟ་བ་འོ་དེ་འདྲ་ཅིག་རེད།